འདི་ལ་སྙིང་པོ་ཅི་ཡོད་ཅེས་བདག་ཉིད་ཀྱིས་ནི་བརྟག་པར་གྱིས། དེ་ལྟར་འབད་དེ་བཙལ་ཀྱང་དེ་ཁྱོད་ཀྱིས་སྙིང་པོ་མ་མཐོང་ན་ད་དུང་ཅིའི་ཕྱིར་ཆགས་ཚུལ་གྱིས་ཁྱོད་ནི་ལུས་འདི་བསྲུང་བར་བྱེད། ཁྱོད་ཀྱིས་མི་བཟང་བཟར་མི་རུང་ཁྲག་ཀྱང་གཏོང་དུ་མི་རུང་ལ་རྒྱུ་དུའང་ཞིག་ཏུ་མི་རུང་ན་ལུས་ཀྱིས་ཁྱོད་ལ་ཅི་ཞིག་བྱ། ཉིན་ན་བ་དག་བྱ་རྒོད་ཀྱི་ཟས་ཀྱི་དོན་དུ་འདི་བསྲུང་རིགས། མིའུ་ཅག་གིས་ལུས་འདི་ནི་བཀོལ་བར་བྱ་བ་ཉིད་དུ་ཟད། ལུས། ལྷན་སྐྱེས་ཀྱི་འཁོར་ལོ་ལུས་པོའི་བསྒྲུབ་བྱ་ནི་བཙལ་བར་བྱེད་ཀྱི་འདོད་པ་དག་གི་རེ་བཞག། མི་ཡི། ལུས་འདི། མི་ཡི་ལུས་དང་ད་ག་ན་ཤིང་གི་རྟ། ཅིག་ཁྱི་དང་ཤིང་མི་དང་ཅིག་སྟག་དྲི་ཟའི་ཚུལ་བྲལ་ཏེ། མ་ལས་སྐྱེས་པར་བ་དང། མ་ལས་སྐྱེས་ཤིང། མས། སོས་ནི། ཚར་གོག་ཏུ་བ། ཚུལ་དང་དེ་འབྲེལ་གྱི་རིགས་དེ་དེ་ལ་ཁོ་རང་བཞིན་གྱིས་བརྩེ་བ་བཅས་ཀྱི་ཕུང་པོའི་གྲུབ་ཆ་ནས་ཡོང་བསྡད་ཀྱི་ཡོད་པ་རེད། འདི། ཆོས་ཀྱི་ཐོག་ནས་བྱུང་བ་མ་རེད་ཁོ་ཕུང་པོའི་གྲུབ་ཆ་ནས་བརྩེ་བ་དེ་སླེབས་བསྡད་པ་ཅིག། བརྩེ་བ་སླེབས་བསྡད་དེ་བརྩེ་བ་དེ་སྒུག་གི་ཡོད་རེད། དང་བུ། འཚོ་བ་འདི་མ་ལ་ལྟོས་བསྡད་མཁན་ཅིག་ཡིན་ཕྱིན་ཆད་ལ་མ་ཡི་བརྩེ་བས་མ་ཡི་བརྩེ་བ་མེད་པ་བྱས། བརྩེ་བ་མེད་ན་བརྩེ་བའི་སྟེང་གི་མར་བ་མས་མ་བསྐྱངས་ན་བུ་ཚུགས་མར་བ། བྱས་ཙང་ཁོ། རིགས་རྒྱུད་རུ་ཁོ་འདུག་ས་ཏྭ་ནད་ཡག་དོན་དག་ལ་ཡ། བུ་འདི། འཚོ་བ་འདི། མ། གཙོ་བོར་བྱས་པའི། ཨེ་ནི། ག་སོ་རི་བུ་གའི། རོགས་པ་གཅིག་གིས། རོགས་བྱས་ནི་འཚོ་དགོས་ཡག་ཅིག་ཡིན་ཕྱིན་ཆད་ལ་བརྩེ་བ་དེ་ལེགས་གི་འདུག་ག། བྱས་ཙང་ཀ། ངས་དེ་འདྲི། དྲན། དྲན་འདི་གི་ལ། ངས་མི་དེ་འདྲི་རྒྱ་མཚོའི་ཁ་དོག་ཡོད་དེ་གི་དེ་འདྲི་ངས་བཤད་བཤད་མྱོང། ཧོ་ཨ་ཡི་དེ་བ་ངས་དེ་འདྲི་ལབ་མྱོང། ཅིག་རྒྱ། རུས་པའི་རིགས་ཁ་ཤས། མས། གོང་བ་དེ་བཏང། ཨེ་ནས་གོང་བ། བྱེ་མའི་རྒྱུད་ལ་གོང་བ་དེ་བས། བྱེ་མ་ཀོང་དུང་ཞུ་དྲུད་དེ་རྣམས་ལ་གོང་བ་དེ་བཏང། ཨེ་ནས། མ། རུས་པའི་མ་དེ་ཐོན་འགྲོ་གི་འདུག་ག། དེ་ནམ་ཡང་ཐུག་འཕྲད་ཀྱི་མི་འདུག་ག། གསེར་དང་རི་བོའི་སྤུ་གུ་འདི་དེ། གོང་བ་དེ་ཁོ་ར་དུས་ཚོད་བཞི་མན་ཡོང་དུས་ཨེ་ནི་གོང་བ་དེ་སྡོད། ཨེ་ནི་རི་བོའི་སྤུ་གུ་ཆུང་ཆུང་རུ་གཅིག། ཁོ་ར་ཁོ་ར་རང་སྐུ་སྟོན་ནས་ཕྱིན་པ་མ་གཏོགས། མའི་འོ་མ་འཐུང་ཡ་ཡོད་མ་རེད། འོ་ད་མས་གསུང་ཆོས་བྱེད་ཡ་མི་འདུག་ག། དཔེ་དེ། ནམ་ཡང་ཐུག་ཡ་མི་འདུག་ག། ཚེ་དེ་ཚོའི་གྲས་ལ། མ་དེ་དང། རི་བོའི་སྤུ་གུ་དེ་མཉམ་འདོར་ལ་བཞག་པ་ཡིན་ན་ཕལ་ཆེར་བརྩེ་བ་ཡོད་མ་རེད་སེམས་ཀྱི་གཅིག་གཅིག་ལ་ཡ། ཁོ་སྒུག་ཡོད་མ་རེད། ཚེ་ད་དེ་བ་ཡོ་ལོ་ཇི་ཀི་ཧྲེག་གྲ། ས་འདི་འདུག་བསམ་བློ་བཏང་ཡོང་དུས་མི་ག་འདྲི་རེད་བསམ་ན། ཀྱེ་ནི་ལོ་ཁ་ཤས་ཤིག་རིང་ལ་འམ་གང་གཞན་ཞིག་གིས་ལྟ་སྐྱོང་བྱས་ནས་འཚོ་གོ་རེད་མ་གཏོགས། རང་མགོ་ཕན་ནི་རང་སྐྱ་ཕན་ནི་འཚོ་ཐུག་མར་བ། ད་ཁྱི་ལ་ཆ་བཞག་ན་ཞི་མི་ལ་ཆ་བཞག་ན་བྱ་བྱེའུ་མང་པོ་སྟེར་བ། བསམ་བློ་དེ་འདྲ་ཡིན་དུས་དེ་ཕུང་པོའི་གྲུབ་ཆ་ནས་བཙལ་བ་ཟེར་ཡག་དེ་ལས་ཡོང་གི་འདུག། ད་དེ་འདྲའི་བརྩེ་བ་དེ་ཕ་རོལ་པོའི་བྱ་སྤྱོད་ལ་བརྟེན་ཏེ་ཡོད་རེད། ས་ཕ་རོལ་པོའི་བྱ་བྱེད་དེ་འགྱུར་སོང་ན་བརྩེ་བ་དེ་བརླག་འགྲོ་གི་འདུག་ད་ང་ཚོས་ཆོས་ཕྱོགས་ཀྱི་ཐོག་ནས་ད་བརྩེ་བ་བློ་སྦྱང་དགོས་རེད། ཟེར་དང། ཟེར་ཡག་གི་བརྩེ་བ་དེ་ཕ་རོལ་པོའི་བྱ་བྱེད་ལ་བརྟེན་པ་མིན་པ་རེ་དང། ཕ་རོལ་པོ་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་སྙམ་པ་ཡིན་པ། ཡང་ན་ནི་བརྩེ་བ་ཟད་དེ་ཡོན་ཏན་ཡོད་པ་ཞིག་བསྟན་ནས་འཚེ་བ་ཟད་དེ་སྐྱོན་ཡོད་པ་བསྟན་ནས་དེ་འདྲ་གི་ཐོག་ནས་ཨེ་ནི་གཞན་ལ་བརྩེ་བ་བྱེད་ཨ། གང་ལྟར་རྒྱུ་མཚན་གྱི་བསམ་བློ་དང་ནི། སྦྱངས་པའི་སྟོབས་ཀྱིས་བསྐྱེད་པའི་བརྩེ་བ་ཅིག་ཁྱེད་དུ་དགའ། ལྷན་སྐྱེས་ཀྱིས། ཅིག་བརྩེ་བ་ལས་ཡག་ཅིག།

ད་ལྟ་འདི་བསམ་བློ་བཏང་ཡོད་ཞིག་འདུག་སྟེ། བརྩེ་བ་ཟེར་མཁན་འདི་སྤྱིར་བཏང་སྙིང་རྗེ་བརྩེ་བ་ཟེར་མཁན་འདི་འདུན་པའི་རིགས་བྱས་མ་གཏོགས་པ་བློ་ཡིན་ཟེར་བ། ས་དེ་འདྲ་ཡིན་དུས་དེ་ཁོ་བློ་འདི། ག་ཚོད་རེད། ཁོ་བོ་དགེ་འདུན་པ་མོས་པའི་སྒོ་ནས་སེམས་ཅན་ཐམས་ཅད་སུ་ངོ་ཤེས་མ་ཤེས་སྐད་ཆ་ཁས་མེད་པར་སེམས་ཅན་ཐམས་ཅད་ལ་བརྩེ་བ་སྦྱང་ཡ་ཅིག་བློ་གཅིག་ཡོང་ཐུག་འདུག་ག། ད་ཞེ་སྡང།